དེ་རྗེས་ཀྱི་དྲུག་བདུན་བརྒྱད་ཅིག་དུ་བ་གཅིག་གི་དུས་ནས་དོན་ཡོང་གི་རེད་བསམ་གྱི་འདུག་ད་ཨ་འདི་ཡང་རྒན་འཁོགས་ཁྱེད་གཉིས་སྤྱི་དང་ཁ་ཆེ་ལྟ་བུར་ལོས་མཇལ་ཡིན་ངེས། འོ་མོ་ད་ཡོད་ད་སི་ལ་ནི། སྒྲོལ་དཀར་ལྷ་མོ་དང་ང་ད་ཅི་མི། སྐྱབས་བཅུ་གཅིག་ཕལ་ཆེར་ད་དེ་ནས་སླེབས་མོད་བསམ་རེ་བ་ཡོད། འོ་དེ་མོ་ད་དེ་ད་ངས་ཁ་སེང་སྔོན་ད་བཏང་ཚར་ཡིན་པ། ད་དེར་ངས་ཁོ་ལ་དུས་ཚོད་སྤྲད་བཞག་ཡིན་དགེ་ལུགས་ལ། བདུན་པ་ཡོད་ནི་སྐར་མ་བཅོ་གཉིས་བཅོ་ལྔ་ཉི་ཤུ་ཡོད་སི་དུ་བ། ཡང་རྒན་ཚོ་གང་ལ་རྒྱབ་བཞག་རོགས་བྱེད་སི། ཨོ་དི་ཅིག་ཞེས་པ་ཡིན། ད་མི་དང་ཨའོ་སི་ལ་ཡང་བོད་ཆས། ཉུང་མཐའ་ལ་མི་ཉི་ཤུ་ཚུད་ད་དོར་འཛོམས་མེད་བསམ་སོང་རེད་རེ་བ་ཡོད་ད་དེ། ཨ་ནི་སྐུ་ཞོགས་གསུམ་ར་བ་དེ་ང་རང། འདོད་པ་ར་ཅིག་ཁང་སོང་སྐུ་ཞོགས་གཅིག་གཉིས་གསུམ་བྱས་ན། ཨ་ནི་ནམ་ཚོད་དུ་ཆོས་ཅིག་དེའི། གཟི་བརྗིད་ར་ཅིག་ཡོང་གི་ད་ཁོ་ར། སྔར་ཁྲོ་བ་ཅིག་དེ་བློ་ཁང་བ་ར་ཅིག་དད་པ་ཁང་བ་ར་ཅིག། ཨོ་དེ་འདྲ་ར་ཅིག་བསམ་བྱས་སྐུ་ཞོགས་གསུམ་དེ་ད་ག་ར་ཡ་ཅིག་མ་བྱས། ཨ་ངས་འདི་གྲ་ཅིག་བྱས་ཤག་ཡིན། ཨ་ནི་འུ་མ་ཅག་འདི་བ་ཕུན་ཚོགས་དེ། ཁོ་རང་དེ།

གྲ་སྒྲིག་ཡག་པོ་བྱུང་མྱོང་ཡོད་བསམ་བསམ་པ་ཞིག་འདུག་ད་དུག་ས་འཛིན་རིམ་འདིར་ག་ཚོད་ཡིན་ལ་ཤེས་པ་ནང་བཞིན་དུ་འདི་ལ་བཟོ་བཅོས་ཡོད་ན་མཚུངས་བྱ་རོགས་བྱས། འདི་ནི་མེ་འགྲམ་ཁ་ཟུམ་གསུམ་སོང་ཡང་མེ་འགྲམ་ཚོའང་མ་ལགས། འོ་འདི་འདྲ་འདི་འདྲ་འདི་འདྲ་རེད་བང་འགྲིམ་འདྲ་ཞིག་མ། འགྲིག་བྱས་པས་མི་ཚེ་ཡག་པོ་འདུག། འོ་ད་ག་རང་གནང་ནས་འགྲིག་ས་རེད་ཟེར་ང་རང་གི་ཐོག་ནས་འོ་འདི་འདྲ་ཞིག་ཞུ་འདོད་བྱུང། ཐུགས་ཆེ་གནང།